རྒྱལ་མཚན་མོ་ལ་ཆེ་གེགས་གཏན་ནས་སྔོན་ལོག་མ་ཉན་ངོ་མ་སྔོན་ལོག་སོང་ན་ར་མྱག་ཅན་པ་གཅིག་ར་ཤེས་ཀྱི་འཇུག་མ་ཉན་ཨ

ཚའོ་ངེ་ཨ་ནེ་གེ་ཕྱག་འབུལ། བློན་ཆེན་དོན་དག་ནི་ཡ་ར་ལུང།
ཧོན་ཆུང་ངེ་བློན་ཆེན་ཨ་གེ་ཕྱག་འབུལ།
ཡ་ར་ལུང། ཨ་ནེ། ཉི་མ་འདི་ཆོ།

བཙུན་མོ་བར་སྐྱེས་དང་ནི་རེ། བའི་ཆེན་མར་གི་ནི་བོ་རེ། གོང་མའི་ཨ་བཞིན་ད་རུང་ར། རྟ་རྫི་ཡི་གི་གཞུག་དང་ཤེར་རྒྱལ་བའི་ག། དུ་ཨེ་དང་ནི་ཨ་ཆོས་སྲིད་གཞུང་གི་ཉིང་ལག་ནི་རེ་ཡ། ཆེ་ལྟས་ན་དུ་མོ་གཟུགས་ཨ་རེ།

ཀྱི་མི་ཚོས་ཁྱེད་ཀྱི་སྲི་ལ་དེ་རྟོགས་ཡིན་ན། མཇུག་འབྲས་དགའ་སྡུག་ཡོད་ནི་མ་རེད་ཟེར་གི། ངོ་མ་སྤོབས་པ་བྱེད་གི། ཨ་ལ། རྒན་རྒྱལ་པོ།
རྒན་རྒྱལ་པོ། ཁྱེད་ཀྱི་དུག་མ་དེ། ཁྱེད་ཀྱི་དུག་མ་དེ། ཚང་མ་ཨ་གཡོག་ང་ལ་ནི་ཁྱེད་ཀྱི་མ་ཤི་ན་རེ། ཨ་གཡོག་ང་ལ་ནི་རེ། ཨ་གཡོག་གིས་ཁྱེད་ཀྱི་མ་ཤི་ན་རེ། ཨ་གཡོག་ང་ལ་ནི་རེ།

ཁྱེད་ཀྱི་ཤོག་དྲ
ང་གོང་མ་གི་ཐོག་བ་ཆེན་མོ་རེད། རྒྱལ་ཡུམ་ཆེན་མོ། ཁྱེད་ཀྱི་གོང་མ་གི་དྲིན་ཆེན་ནི་རེད། ཁྱེད་ཀྱི་སྐུ་དྲིན་རི་རྒྱུད་ལྷུན་པོ་ཅིག་ན་ཆེ། རྒྱ་མཚོ་དུས་ནག་དང་ས་བ། གལ་ཏེ་ཁྱེད་ཀྱི་གོང་མ་རོགས་རམ་ཡིན་ནི་མི་འཇིག་ན། གོང་མ་མཆོག། དེ་རང་གི་ཉི་མ་འདི་མི་གཟུགས་ཀྱི་རེད། ཧུ། ཨོ་ལེ།

འདི་ལྟ་རྒྱ་ཡུམ་ཆེན་མོ་གཤེགས་མདངས་ཆེ་ནོ། ཚ་བོ་རན་པའོ། ད་བར་གྱི་མངའ་བདག་ལྷང་བཟེད་ནི། མངའ་བདག་ལྷང། ཨན། ཁ་ཧོས་ར། བུ་ཆུང་བ་འུ་ར་ཚ་བོ་ཆེ་འུ་ནི་ག། ཨ་ཡེ་རྒན་མོ་གི་སྲོག་ལྟ་བ་ཡིན་ཟེར་ར། འདི་རི་རྒྱ་ཡུམ་ཆེན་མོ་གི་གོང་མ་ཞོ་ཅི་ན་གོང་མའི་གོ་ས་མངའ་བདག་ལྷང་ང་སྤྲོ་གི་འཇིག་རྩིས་ཡོད།

ཀ་རེ། ཨ་ཡིག་གི་ཆོར་ཅིག་ཏཱ་ར། ཨ་སྐྱེས་ཕྲུག། ཨ་ཡིག་གི་ཆོར་ཅིག་ཀྲན་དང་ཨ་ར་ཏཱ། ཚ་བུག་ར་ཅོ་ཀྲན་དང་ཨ། ཚ་བུག་ངའི་ཨ་ཡིག་གཅིག་གི་དགུང་ལོ་དོ་ཡི། འཇོ་འདུག་སྟབས་བདེ་མི་ནོ་ཡི་ལ་ཅིག་ཀྲན་དང་ན། ངོ་མ་ངུ་སྙང་ཁ། ཅི་རྩག་ཡིག་གོ་ནི་འདྲ་ཟིག་རི་ཡ། ཨོ་ལེ།
ཁྱོད་གོང་མའི་རྒྱལ་རྒྱུད་ནས་སྐྱིས་ནི་རེད། ཨ་ཡེ།
ཡ་ཅིག་ཀ་རེ་མ་ཅིག། ཡ།

ཨ་ཡེ། ཚ་བོ་ང་ལུང་ཤིན་ན་རྡལ་བོ་ན་ར། ཕོ་བྲང་ནང་གི་དོན་དག་ངས་ཙི་ག་ཙི་གོ་ཡོད། ད་བར་གོང་མ་ར་ལུང་ཁྱེད་གཉིས་ཀྱི་འབྲེལ་བ་ཕྱི་ར་ར་གི་ལོག་གི་ཟེར་གི། གལ་ཏེ་ད་རུང་དེ་གི་མ་ར་སོང་ན། ཅང་མ་འགོར་ར་གི་ནམ་གཡང་འཁྲིག་གྱི་རེད་ཡ། ཧུམ། ཆེས་བཤད་ནོ་ཆེ་ལེར་དགའ་ཐ། ཨ་ཡེ། ཁྱེད་ག་གཉིས་ཀྱང་ནང་འཛུལ་བའི་ལས་དང་ཤིང་འཚོལ་བའི་གནས་ཚད་དེ་འདྲ་ཆགས་ཀྱི་མེད་ན་ཐང། ད་བར་གོང་མ་གི་དུག་ཚང་སྔོན་ཆད་ཀྱི་ལུས་ཚང་གི་ཚད་ན་བཞག་གི་ད་རེས་མ་ཚར་བཅུ་ཡིན་ན་འདོད་གོ་གི་ཡ། དུ་ཕོ་བྲང་ཕྱི་ནང་གི་ཉི་ཚང་མིག་ཤེས་ཡོད་ནི་རེད།
ཧུང། དུག་ཚང་ལུས་ཚང་གི་ཚད་ལ་བཞག་ཡོད་གི་དེས་ན་ང་ཤི་རེད། ང་བཙུན་མོ་ལུས་ཡིན་ནི་རེད། ད་ལྟ། ད་ལྟ། གོང་མ་གི་ཕྱེད་ཀ་བཙུན་མོ་ལུས་ཀྱི་ཚད་ནས་བཞག་ཡས། ཕར་ཕྱེད། ཡར་གཞུག་འགོར་ཡོད་ཀྱི་རེད་འདོད་གི། ཁྱོད་སྐད་ཆ་དེ་ཚང་མ་ཁྱད་ལས་དགའ་སྐྱོ་མང་གསུངས་ཟིག། ཁྱེད་རང་གི་རིགས་ཀྱི་མི་ནི་བློ་ཁ་མཐུན་ནི་མ་རེད། རང་ཚང་གི་མྱི་རིགས་ཀྱི་མི་ནི་ཕྱི་གིས་བཤད་ན་ར་འུ་ཚང་འདང་དུ་ར་བྱེད་ནི་མ་རེད། ཨུམ། སྐད་ཆ་དུ་མོ་རང་བཤད་རྐྱང་ཡིན་ནི་མ་རེད། ཨ་ཡེ། དེ་ཟེར་ན་ཁྱེད་ཀྱི་ད་རུང་ར་ལིག་ཁྲི། ལིག་ཚང་གི་རིགས་ཀྱི་ངོ་མ་རེད་འདོད་གོ་ནི་མི་ན། ལིག་ཁྲི། གོང་མ་ཞའོ་ཅིན་གྱི་བུ་རེད། གོང་མ་ཞའོ་ཅིན་ཁྱི་བ་ཁི་ངོ་མ་བུ་ཡིན་ནི་རེད། ཨ་ཡེ། ངས་ཁྱེད་ཀྱི་བྱམས་བརྩེ་ཤེས་གི། ཆེ་ཁག་གོང་མའི་ཁྱིམ་ཆེ་ཁག་ངོ་ཚ་ས་འགོ་ན་རེད། ཆའོ། ཅོག་གི། ཁོ་གོང་མ་སོ་ཅིང་གི་བུ་ངོ་མ་ཡིན་ན་ར། ད་བར་གོང་མ་ར་ལུང་པོ་བར་གི་འབྲེལ་བ་འདི་མོ་འཛའ་དྲག་ཙིག་བྱེད་གི་ད་ཆོས་ཤི་ང་སོང་གི་ཚད་ལ་ཐོང་གི། རླུང་ཆེན་གི་ཆུ་རྒྱོ་གི་ཡི་མི་འདུག་ནོ་ཁོ་ཐག་ཡིན་ན་རེད། གོང་མ། ལྷག་དེ་ར་ཁར་དབང་འདུག་གི་ནི་མ་རེད། དེ་ཡི་དང་ན། ཨ་ཡེ་ད་ཅི་གི་ཧོ་ཏྲ་ནམ་བག་ན་ཤ་དེ་ཟིག་གང་ན་འོ་ནི། དེ་ན། ཆུས་བལྟས་ན་ཨ་ཡེ་གི་ཆུ་ཟིག་ཡིན་ན་ཧྲ་གི། ཐེ་ཚོམ་བཅས་ལྡན་ན། ལྷག་དར་རྙོག་འཛིང་ཡིན་ནི་རེད། གོང་མ་ར་ལུང་ཆེན་གཉིས་ཀྱི་ནང་ནས། གཅིག་གི་ཕམ་ཁ་ཉོ་དགོས་ནི་ཁོ་ཐག་ཡིན་ནི་རེད། དུག་དབང་ཟུང་གི་རང་ཉིད་ཁས་མ་བླངས་ན། ད་ཕམ་ཁ་ཉོ་དགོས་ནི་གོང་མ་ཡིན་དགོས་ནི་རེད། གོང་མ། གལ་ཏེ་གོང་མ་དོ་བདག་འདྲ་བྱུང་དང་ན། ད། རྒྱལ་སྲིད་སྲིད་སྐྱོང་དགོས་ནི། ཨ་ཡེ། ཚ་བོ་ངས་ཁྱི་ཁ་དྲང་མོ་བཤད། ཁྱི་གིས་བཤད་ན་ར་ད་བར་གི་གོང་མ་ཉང་ཐོག་ནས་སྔར་བཞིན་ལྷིག་ཚང་གི་ཡིན་ནི་རེད། རེད་གྲྭ་ལུང་ཆེན་ཆ་མགོ་གི་ལག་ང་རྩེ་ལས་རྒྱ་ཁ་བླངས་དང་ན་ད་ནི་དམག་དབུ་དུག་ཚང་ཨང་ལོག་མི་བྱེད། ཧུམ། ཨ་ཡེ་གི་རེད་ར་དུག་ཡིན་ནི། ཨ་ཡེ།

ཨ་ཁུ་ཆུ་བ་ཅིག་ཀ་ཅིག་གི་རེད།
བློན་གི་ང་བདག་ལས་ང་བསལ་བ་ཡིན། ཨ་ཁུ་ཆུ་བ་ཅིག་གི་གཏན་ནས་དེ་དགོས་ནི་མ་རེད། ང་ཞིང་བ་ཟིག་ཡིན་ནོ་དེ་རེད། བློན་ཆེན་གི་ང་དགེ་གི་བ་ཡིས་སུ་ནས། ཧ་ཧ་ཧ། ང་བདག་དེ་ཆེ་ཡིན། ཏང་གི་གོང་མ་ར་ཆ་ཉི་ག་ཧར་པི་གི་སྲིན་འབྲས་བློན་ཆུང་ངའི་གི་བ་མ་ཡིན་ན་ཆུང་ནས། ཧ་ཧ། ཨ་ཁུ་ཆུ་བ་ཅིག་གི་དགེ་བཤེས་དགོས་ནི་མ་རེད།

རང་གི་ཨ་མར་དངོས་སུ་བདེ་བ་ཅན་ལ་སྐྱེལ་མ་ཐུབ་ན་དམ་ཉིད་ཚེ་འདི་གི་བསམ་དོན་ཆེ་ཟིག་འགྲུབ་སོང་ན་རེད། བདེན་གི་མོ་བདེན་གི།
ད་ལྟ་སེམས་སྡུག་མ་ཡིན། སྤུན་ཟླ་དང་ལྷུང་བ་བཀའ་དྲིན་ཆེ། སྐུ་ངོ་དོན་ཧྥང། སྐུ་ཧྲིལ་ལིག་ཐོན་ཐ།
སྤུན་སེམས་པ། ངས་ཅོག་གྲབས་ཟིག་ནོ་དོ་ནག་ཏུ་བསྒྲིལ་བའི་ཕྱི་མོ་རུ། ཨོ། སྔོན་ལ་འོག་གི་མྱུ་གུ་བྱས་ན། རྒྱུན་དུ་འདུག་འགྲོ་ལ་ང་སོང་བའི་དོན་ཧྥང་ཧྲོ་ངུ་ཐུག་ཁོ་ནོ་དཔུའི་ཆ་བ་དུ། ད་ཕྱིར་ཕེ་ཡོན་གོང་ཙུའི་ཡིན་ཁ་ཟིག་རེད་ཟེར་གི།

ངས་དུག་དབང་སྲུང་བ། བྱང་ར་མ་བཟའི་སྤྱི་རེ་བཞག་ཡོད། རེད་ཀྱང་ངའི་ལུག་ཐང་གི་རྒྱལ་རྒྱུད་ལ་ཨ་རིའི་དུག་ཨ་རྒྱུ་ར་དང་ཟུག་ངོ་མ་ཡི་ལ་ར་དྲན་མ་མྱོང། ལོ་འདི་མོ་མང་ཟུག་གི་རང་ཨ་ང་ལུག་ཐང་གི་ན་མ་མེད། ལུག་ཐང་གི་ཨ་མ་གི་ལོག་ཨེ། ད་བོར་ཨ་ཡེ་གི་ལོག་ཡོང་ན་ར་དུ་མོ་ཟུག་སེ་མ་དྲན་མ་མྱོང།

སྔ་མ་འོང་བའི་ལོ་རྒྱུས་སྟེང་གི་ལྐོག་གཡོའི་ཐད་ནས་རྒྱལ་སྲིད་གཡོ་ལེན་ཡིག་མཁན་གྱི་ཉེས་ཅན་ཞིག་གི་ལོག་གི་ཞིག་ན་མི་འདུག་གི་རེད་དྲ་ཐུག་དབང་སོང་གི་ངའི་སེམས་མ་ཆི་ཟིག་དྲན་གི་ཡོད་འདུག་ཤེས་གི་མེད་གི། ཀ་བུར་གི་གོང་མ་སྔོན་མ་ནས་བ་མེད་གི།

ཨ། ཨ་ནེ་གི་ཡི་ན་མི་ན་དེ་གི་ལས་གོ་སའི་གོ་ནོ་ར་གོང་མའི་རྒྱལ་རྒྱལ་གི་ཁ་ངོ་བསམ་གོ་ནོ་རེ། རེ་དྲ་ལིག་ཁྲི་གཞལ་རྒྱལ་ཡིན་མིན་དུ་ཁུར་གི་དྲ་ཐོག་ནས་ཟླ་གཅིག་གོ་གི་ལག་ཆ་གཙོ་བོ་ཡིན་ན་མིན་ནི། དེ་ཡིན་ན་ར།
ངི་ན་ཨ་ཡེ་ཁས་ལེན་གོ་རྒྱུ་རེ། རེ་དྲ། རིག་ནི་ངོ་མ་ཅན་ལོག་ཡི་དང་ན། ད་མོ་ར་གོ་པ་ཡོ་ནི་མ་རེ། ཆོག་གོ།

ཁྱེད་ཀྱི་སྐྱེ་འཕྲོ་མ་བརྟེན་ནས་དུག་དབང་སོགས་ཚོད་འཛིན་ཡིན་དང། རིགས་ནི་ཡང་ཕྱི་ར་དུག་དབང་སོགས་ན་བརྟེན་ནས་སྐྱེ་འཕྲོ་མ་ཚོད་འཛིན་ཡིན་གྱི་འཇིག་རྟེན་ཟེར་དགོས་ནི་རེད་ལ། དུ་ནི་དུ་ཞུང་ནུ་བོ་ལྟོ་ཤི་བ་བརྟེན་ན་ཁར་ཀ་ཉི་ག་ཆུ་ཀ་ཉན་གི་འཇུག།

གཞུང་ལུགས་དམག་སྣ་དྲངས་ངས་ཁྲ་མཚོ་མ་ཐོན་དང་ཟིག། གཞུང་ལུགས་ཁྲ་ཡིག་དམག་འབུམ་གཉིས་ཀྱི་ལས་སློབ་ཕྱོགས་ཁ་ཧོང་གཅིག་དང་ཟིག། ཡན་མན་གྱི་གཞུང་ལུགས་དམག་སྤྱི་ལས་ཁུངས་ཀྱི་རོགས་དམག་མངགས་རྒྱུ་རེ་བ་ཞུ་འོག་གི།
ཨ་བློན་གྱི་གོང་མ་ཁས་ཤག་འབེལ། ཨ་ཙེ།
ཁྱོད་ལྐོག་ནས་རོགས་བས་གོ་ནོ་གོར་སྐྱེས་ཆེན་དམ་པ་དེ་ད་བར་གང་ན་ཡོད།
ཨ་བློན་ངས་ར་མི་ཤེས། རེད་ཀྱ་སྐྱེས་ཆེན་དམ་པ་དེ་གོང་མ་ཁྱེད་ག།

ལ་ལ་གི་རིམས་ནད་དྲག་བྱེད་གི། ལ་ལ་གི་ཆག་ཟུང་ཟུག་བྱེད་གི། ལྷ་བོ་གཟུགས་སྐྱོ་ར་བྱེད་ཀྱི་མེད་གི།
གོང་མ་ལགས་དམག་འདྲེན་རྒྱུ་དོན་དག་ད་ཁྱི་ཉམས་ཞན་པ་ལིང་བསྐུ་རྒྱུ་རེད།
དེས་ན་བདག་གི་དུས་མིན་ན་དམག་ན་འདྲེན་གི་འཇུག་རྒྱུ་ཟེར་གི་ཡོད། བློན་ཆེན་གི་དུས་ན་ཆུང་མོ་རེད། གོང་མ་ལགས།

ཞི་དྲག་བློན་ཆེན་ཚང་མ་ནང་ནས་སུ་གི་ད་དམག་སྣ་དྲངས་ན་ཆོག་གི། གོང་མ་ལགས། འགན་འདི་འཁུར་ནམ་དུ་ཉེ་ལུགས་ཡོད་ཀྱི་ཡོད་གི། དམག་ཆ་གན།

ད་རྒྱལ་ས་སྟོང་བ་གི་ལོག་སོང་འདི་རེད་ད་ཤོང་ནི་གཟིགས་འོ་ནོ་དངོས་དམག་ཁྲི་གཅིག་གོ་ཡིན་ད་རྒྱལ་ས་དོན་དངོས་ས་འུ་ཆོ་ལག་བ་ཡང་འོ་དོ་འདི་རེད།
དགའ་སྐྱོ་ད་ར་གཟིགས་མ་རྔ་གོང་མ་གི་ལྐོག་ཅན་དུ་མི་ཤེས་ན་ར་ཁུར་གི་ཧོ་ཀི་དམ་པ་དེ་འདི་ཤེས་དང་འོ་ནོ་ཁོ་ཐག་ཡིན་འདི་རེད། ཤེས་དོ་འདི་རེད།
ཤེས་དོ་ན་ར་ཁུ་ཅི་ལྟེ་འདུག་རྒྱུ་མ་ཐོག་ཐ་འོ་ནི་མ་རེད།